དགོད་གཏམ་དང་གཏམ་བཤད་མེད་པར་དཔའ་ཙིར་གྱིས་གང་བ་ཡོད། གང་བ་ཡོད།
ལགས་སོ། ཨ་ནི། འུ་ཚོ་ཞིག་བྱ་བ་ཞིག། དཔའ་ཚིན་ལགས་དང་ལྷན་དུ་ད། ལས་ལ་སྐལ་པ་བཟང་པོ་གི་ངང་ནས་ད་ཡང་ཡང་བསྐྱར། དཔའ་ཚིན་ལགས་དང་ལྷན་དུ། དེའི་གོང་ནས་བྱས་ཅིག་བརྗོད་གཞི་གཅིག་གང་ལ་ཡང་བཅར་འདྲི་ཞུ་བར་གོ་སྐབས་གནང་རོགས་ཞུས་པ་ནང་བཞིན་དེའི་གོང་ལ་ད། ང་བཅར་འདྲི་བྱས་ཚར་བའི་རྗེས་ལས་ཨ་ནི་དེའི་རྗེས་ལས་ཡིན་དང་ཡིན་གསུངས་རྗེས། ཡང། དེ་དམ་ས་ཕེབས་པའི་ཞོར་ལ་ད་ཁོ་རང་གའི་དུས་ང་ལ་འབྲེལ་བ་གནང་གི་ཡིན་གསུངས་རྗེས་ཏན་ཏན་རང། རང་དེ་ཕས་པ་དག་ང་དུས་འབྲེལ་བ་གནང་སོང་ཨ་ནི་གོ་སྐབས་དུས་གནང་སོང་ཨ་ནི་སྙིང་ཐག་པ་ནས་ད་དང་ཐོག་མ་ནས་ཁོར་ཐུགས་རྗེ་ཆེ་ཞུ་འདོད་བྱུང་ཨ་ནི་དེ་ནས་ད་ད་རེས་ཀྱི་བརྗོད་གཞི་འདི་ནས་སྤྱི་བཏང་བཅར་འདྲི་གི་ནམ་རྒྱུན་ངས་འགྲོ་སྟངས་བྱས་པའི་ནང་དེ་ཕལ་ངེས་ཀྱི་སྐུ་མགྲོན་ཁོ་རང་གི་ངོ་སྤྲོད་འདི་དང་པོ་ཐོག་མ་དེ་ཞུ་གི་ཡོད་ད་ཡིན་ནའི་པ་ཚེར་ལ་མཚོན་པ་ཡིན་པའི་ནང་ངས་གོང་གི་བཅར་འདྲི་ལེ་ཚན་ནང་ལོགས་ལ་ཡང་ངོ་སྤྲོད་ཞུས་ཟིན་པ་རེད་ད་འདི་ངོ་སྤྲོད་དེ་མེད་པ་ཡིན་པའི་ནས་ལས་ད་པ་ཚེར་ལ་བྱས་པ་ཡིན་པའི་ན་ད་ང་རང་ཚོའི་སྤྱི་ཚོགས་ནང་ལོགས་ལ་ཡང་ཅིག

མཐོ་བ་རུ་བབས་ཡོང་དོགས་ཐོབ་ལ། ཁོ་ན། ད་ཁོ།
ང་རང་ཚོའི་གོམས་གཤིས་ལ་ནམ་རྒྱུན་ཞོགས་ཀན། ཡང་གཉིད་སད་པོ་དང་ཁ་བ་དེ་ཁ་ཆེ་ནི་ཡང་བཀྲ་ཤིས་དེ་ལས་སོང་གཡས་ལ་བཀྲ་ཤིས་དེ་ལས་གཡོན་ལ་བཀྲ་ཤིས་དེ་ལས། ད་ང་ཚོ་བསམ་བློ་ཆེན་དུ་མ་བཏང་དེ་སྙན་དམག་གཅིག་གིས་བྱེད་འདུག་ལ་ནི་ཡིན་ཤག་ཤག་དེ་ནི་ལབ་ཤག་རོ། ཧ་ང་ཁ་སང། བསམ་བློ། ཁོ་ལོ་སར་སྐྱེལ་མཚམས་དང་བསམ་བློ་ཕྱི་ཁོག་སུ་མི་ཚང་མས་བཀྲ་ཤིས། བཀྲ་ཤིས་ལ་ང་ག་རེ་ཟེར་དགོས་རེད་ད། བསམ་བློ་ཡག་པོ་དང་བཀྲ་ཤིས་ལ་དཔེར་ན། སྤང་གོ་གཅིག། གྲོགས་ཁོག་སྟོང་ནི་དཔེ། ཞེས་ཉི་མ་ལྔ་དྲུག་ཁ་ལག་མེ་བ་ཅན་མྱང་འདས་ན། ཁྱོད་རང་གྲོགས་ཁོག་སྐྱ་བ་ཤོག་ཨ། སྐྱིད་པོ་ཡོང་བ་ཤོག་ཨ་ཟེར་ན། ལྟས་ངན་བཀྲ་ཤིས་པའི་ཚིག་གིས་བརྗོད་པར་བ། ད་ཁོ་གྲོགས་ཁོག་སྐྱ་གི་རེད་བས། གྲོགས་ཁོག་སྐྱ་ཡ་ལ་ཁོ་གྲོགས་ཁོག་ཁ་ལག་རག་པར་བ། ལྟས་ངན་དེ་བཀྲ་ཤིས་ཡ་མི་འདུག་བསམ་བཀྲ་ཤིས་ལ་ནི་བཀྲ་ཤིས་ཀྱི་ཡོད་ན། སྤངས་པ་དེ་གྲོགས་ཁོག་སྐྱ་བ་ཤོག་ལ་ནི་ཁོ་གྲོགས་ཁོག་སྐྱ་བར་བ། དེ་ང་བསམ་བློ་ཡག་པོ་བཏང་དུས། ལྟས་ངན་སྤངས་པ་ཅི་ལ།

དགེ་བའི་ལས་ཀྱི་འབྲས་བུ་དང། རྐྱེན་ཚངས་བསོད་ནམས་སྨིན་ན་བཀྲ་ཤིས་རོ། བཀྲ་ཤིས་ལ་རྒྱུན་དུ་ནི་ཅིག། མི་ལ་ཕན་སེམས་ཀྱིས་གནོད་སེམས་མ་བསྐྱེད་སེམས་དཔའ་བཟང་པོ་བྱེད་ཆོས་ཨ་ནི། ཚིག་བཟང་པོ་འདི་ཡིན་ཏུ་ངེས་ཀྱི། བཀྲ་ཤིས་དེ་ལས་ཚབ་ལ་ཡིན་གྱིས་མི་འཛིན། སྒོ་དེ་ལ། གཟུངས་སྔགས་བསྐྱང་ཞིང་ཨོ་མ་ཧུང་ཧོ་ཧང་ཁྱ། ཡང་ན་ཨོ་མ་ཨོ་བན་ཛ་གུ་རུ་པད་མ་སི་ཏིའུ། ཡང་ན་ཨོ་མ་ནི་པད་མོ་ལྟར་གཟུངས་སྔགས་ག་འདྲས་ཅིག་དྲངས་མིན་ཨོ་མ་ཨ་ར་པ་ཛ་ན་ཏི། འདི་དྲངས་ཙག་སོང་ན། ང་ཚོ་ས་ཞིང་ས་ཆ་དེ་ཚོ་ན་ཞིང་ཁ་རེ་བཏབ་ཡིན་ན། ཁོ་བོས་ས་ཡོད་རེད། ཨ་ནི་དྲོད་ཡོད་རེད་ཆུ་ཡོད་རེད། གསོན་ཡོད་རེད། ད་ཁོ་དུས་ཚོད་ཅིག་འགོར་དུ་ཡང་ཁོ་ཚང་མ་འཛོམས་ནས་ཁོ་ར་བཀྲ་ཤིས་ཡག་གི་ད་ལོ་ཏོག་རྒྱས་པའི་ནས་ཤ་རི་ནས་དུག་གི་ནས་རེད། བཀྲ་མ་ཤིས་པ་ད་དུག་དང་ཚེར་མ་ལ་སོགས་པ་རྩ་ཤིས་པ་ད་ལོ་ཏོག་དང་འབྲས་བུ་ལ་སོགས་པ་སྐྱེ་དགོས་རོགས། དེ་ཡིན་དུས་ཚང་པ་སྐྱེ་བ་ཐོག་མ་མེད་པ་ནི་ང་ཚོ་དགེ་བ་དང་སྡིག་པའི་ལས་ཡོད་ཡོད་རེད་དེའི་གང་ལ་ད་ཁོ་རྐྱེན་གྱིས་སྒོ་འགུགས་དེ་དུས་བཀྲ་ཤིས་དེ་ལས་ཚབ་ལ་ང་ཚོས་ཀྱི་མ་ནི་དྲང་བས་ན་ཨོ་མ་ནི་པད་མོ་ཧུང་ག་བ་ཡི་བ་སེང་ཨོ་མ་བ་བན་ཛ་ཁུ་རུ་པད་མོ་ཚིག་ཟུང་ཡིན་ན་ཁོ་རང་ཕ་གི་ལ་རྐྱེན་ངན་པ་དེ་འདྲས་ཅིག་འཛོམས་འགྲོ་དེ་འདྲས་ཅིག་ལ་ཟུངས་སྔགས་ཅིག་དྲངས་ཤག་ན་ད་གེ་ནུས་པ་གི་ཕལ་ཆེར་ཕལ་ཆེར་ཁོ་བཀྲ་མ་ཤིས་ཡ་གི་རྐྱེན་དེ་ཚེ་ཨམ་བཀྲ་ཤིས་ཡ་གི་བསོད་ནམས་རྒྱས་ཕ་ཆེ་སང་དང་བསོད་ནམས་ས་ཡ་དེ་ཚོ། དེ་དེའི་ཚབ་ལ་བཀྲ་ཤིས་ལ་ཡའི་ཚབ་ལ་བོད་མི་ཚང་མས་ཕན་ཚུན། ནི། ཨ་ར་པ་ཙར་ན་དེ་ཤེས་དང་མ་ར་པ་ཙར་ན་དེ་ཨོ་མ་ཧུ་ཧ་ཨོ་མུ་ནི་མུ་ནི་ད་སུ་ང་ང་ཏུ་ག་ཚེ་གོ་གོ་ར་དེ་འདྲའི་གཅིག་དྲངས་པ་ཡིན་ན། བོད་མི་གཅིག་གི་ཁ་བ་པད་ན་འབུམ་གཅིག་བཏང་ན་ཞོ་གས་བཏགས་པ་པའི་འབད་བརྩོན་མེད་པའི་ཐོག་ནས། ཨོ་མ་ནི་པད་མོ་ག་བ་ཞིག་ཨ་ནི། ལ་ན་ཨ་ནི་བཀྲ་ཤིས་ཀྱི་སོ་སོའི་གི་ཕ་སྐད་ལ་མཐུན་གྱི་མ་ནི་གཅིག་དྲངས་སོང་ན་འཇིག་རྟེན་ཁོ་རང། སྡིག་གི་ནུས་པ་སྡིག་གི་སྤྱན་འདྲེན་ཚུལ་གྱིས་བྱིན་རླབས་སྡིག་གི་འཇིག་རྟེན་འཛམ་བུ་ལ་ཡོངས་འཁོར་རང་དཔལ་ཧོ། བཀྲ་ཤིས་ཡ་གི་ཆ་རྐྱེན་སྒྲུབ་དགོས་བར་བ། འོ་དེ་འདྲ་ཡོད་དུས་ད་བཀྲ་ཤིས་ལྔའི་འདོད་དགུ་འདུག་ན་ནི། ད་ག་རེ་བྱ། ཁོ། དངོས་གནས། སྦྱིན་པ་བཏང། རྒྱལ་བ་ཚང་ནི་ཡིན་ནས་ཚིག་འདི་དང་པོ་བཀྲ་ཤིས་བདེ་ལེགས་ཚབ་ལ་བསྔོས་ལ། གཞུང་སྔགས་ཀྱི་གྲངས་ཐོ་ན། འོ་ད་འདི་བོད་མི་ཡོངས་ཀྱི། རྟག་པར་གྲངས་འདི་སྐད་ན་འདི་འཛམ་བུ་གླིང་འདི་ཙམ་མ། སྟོང་གསུམ་སྟོང་ཆེན་པོའི་ནང་ལ་བསོད་ནམས་ས་ཡ་གི་ད་རྐྱེན་དེ་བག་ཆགས་བྱ་གི་འདུག་ས་དུས་སྔ་དེའི་ག་དུས་ནས་ཁ་པར་ནང་ལ་ཨོ་མ་ཧུ་ཧང་ཀྱ། ཨོ་མ་ནི་པེ་མེ་ཧུང། ཨ་ནི་འདི་འདྲས་ད་ཁ་ཤས་ཀྱིས་ང་ལ་ཚུར་ལབ་སྟེ་རེད། ད་ང་གཉིས་རེད་རེད་རེད་ལབ་ནས་ཚིག་མ་ནི་གཅིག་དྲངས་བས་ནས་ལོ་གཅིག་ལ་སུམ་བརྒྱ་དྲུག་ཅུ་རེ་ང་དྲངས་དགོས་རེད། ད་གཉིས་ལགས་རེད་ཟོ་ཨེ་བོད་མི་ཚང་མས་གྱིས་ན་ཞག་དང་ཞག་ལ་ཐུན་མོང་གི་བསོད་ནམས། བསོད་ནམས་དབང་ཐང་ཡོད་ཚ་ཚོ་ན་ད་ཇུས་གོ་མི་འདུག་ཀླད་པ་རིག་པ་གོ་མི་འདུག་ག་རེ་ཡིན་ནའི་དོན། ཁོ་རང་ཁོ་ན་བེད་མེད་ལྷུན་གྲུབ་ཡོང་ངེས་ཀྱི་ཏན་ཏན་ང་ཉམས་མྱོང་དུ་ཡིན་དུས། ད་ལྟའི་ཀིང་ཁ་རའི་གོས་དམ་ཆག་མ་སོང་ད། འདི་མི་ལ་གཅིག་ལ་མཁས་དབང་གིས་རྒྱག་དགོས་རོགས་མངོན་ཅན་བསླབ་བྱ་དུ་འགྲོ། ང་དྲན་རྒྱུ་ཟབ་པོ་རེད་མཁས་དབང་བྱེད་མ་རོགས་ད། འོ་འདི་གིས་གཅིག་བཤད་སོང། དེ་འདུག་ད་འདི་གོས་བྲོ་བས་ཁྱེད་ཆག་མ་ཐོག་ད་གོས་བྲོ་བས་ཀྱིས་ཆུ་འཆོལ་ཅིག་ལབ།

ང་གཙོ་བོ་ཁ་འདོན་བྱེད་ཁོ་རེད། སྨོན་ལམ་རྒྱས་དུས་ཙམ་པ། ཨ་ནེ་སྦྱིན་བདག། བཀྲ་ཤིས་པ་སོགས་སྦྱིན་བདག་བྱ་གཅིག་མངལ་སྤྲེལ་ནས་འདི་ངའི་སྦྱིན་བདག་ན་ལེགས་རོ། སྦྱིན་བདག་ཆེན་མོ་མངའ་ཐང་རྒྱས་པ་ཤོག། སྦྱིན་བདག་མངའ་ཐང་རྒྱས་པ་དང་སྒེག་བ་བཅས་ཚང་ཚུལ་དེ་རུ་བ་ད་ངར་མ་ནི་ཁྲ་ཡང་སྦྱིན་བདག་ག་དེ་ཁོ་ལས། ད་ག་དེ་ངའི་སྐྱེས་བུ་ཡོང་བ་ཤོག་ལ་ན། སྐྱེས་བུ་ཡོང་གི་ཡོད་ན་ཨ་ནེ་སངས་རྒྱས་བྱང་སེམས་བྱེ་བ་ཕྲག་བརྒྱ་གི་སྨོན་ལམ་བརྒྱ་བརྒྱ་རེ་མྱང་ངེ་མྱང་གི་རོ། སོ་སོའི་ཕོ་བ་ཁ་ཆེ་ཨ་ནེ་ཡང་ནས་ཆ་ལུགས་སམ་རྫུས་ཡ་ཡོད་རོ་བ་དེ་ནང་བཞིན

ཨ་ནི། འདི་ཡིན་དུས་བསམ་པ། ད། སེམས་ཁམས་འཕྲོད་བསྟེན་གར་ཕར་འགྲོ་དུས་བསམ་པ་ད་ཕར་ཕྱིན་ལ་ཁྱེད་རང་གྲོ་མཚོན་པའི་མི་སྣ་དངོས་གནས་ཅིག་སྡིངས་ཆ་ཆེན་བོའི་སྒང་ལ་ཡར། དགོད་བྲོའི་གཏམ་གླེང་ཙམ་མིན་པ་ཀྱིས་དངོས་གནས་ཆེད་ལས་པ་རང་གི་དགོད་བྲོའི་གཏམ་གླེང་རྣམ་པ་ནང་བཞིན་ཅིག་མི་མང་ལ་ཡར་དགོད་བྲོའི་གཏམ་གླེང་གི་བརྒྱུད་ནས་མི་ལ་སེམས་པ་ལས་སྐྱིད་པོ་ཨ་ནི་ཅིག་གཞོན་སྐྱེས་རྣམ་པ་རེ། མི་གཞོན་སྐྱེས་རྣམ་པ་དང་ཚོ་ལས་ཡིན་པའི་གནས་ལས་ཅིག་ཨོ་དགོད་བྲོའི་གཏམ་གླེང་ཆོབ་བྱས་དེའི་རྗེས་ལ་ཨོ་བསམ་བཏང་དགོས་བྱ་ཡ་ཅིག་བསླབ་བྱ་གླེང་ཡ་ཡོད་པ་རྒན་པ་དང་ཚོ་ཡིན་པའི་གནས་སྣང་བ་སྐྱིད་བོ་ཞུ་བྱ་ཡ། དེ་འདྲས་ཡིན་དུས་ཕྱེ་ལེབ་རང་ཟིན་ངས་འོ་དེ་འདྲས་ཅིག་ལ་ངོས་འཛིན་ཞུ་གི་ཡོད། ད་ལྟ་ངས་ཀྱང་དེའི་བཀའ་འདྲི་ཞུས་ན་བསམ་སོང། ད་སེམས་ཁམས་འཕྲོད་བསྟེན་ཕ། སྐད་ཆ་བཤད་དུས་སེམས་ཁམས་འཕྲོད་བསྟེན་དེ་ལ་ཡ་ད་དགོད་དམ་དེ་གིས་ག་ཚོད་ཅིག་ཕན་ནུས་ཐོན་གི་འདུག་ཟེར་ཡ་དང། ང་རང་ཚོའི་བོད་པའི་སྤྱི་ཚོགས་ནང་ལ་ད། པ་ཚིན་ལ་ཁྱེད་རང་གིས་མཚོན་པའི་ཅིག་ཕྱེ་ལེབ་རང་གི་ཐོག་ནས་དགོད་དམ་བཤད་མཁན་ད་ཡོད་རེད་ཟེར་ན་ཡོད་ཡིན་ནའི་གྲངས་ཀ་གྱོད་པའི་ནང་དཔེ་ཉུང་ཉུང་ཆགས་དུས་དུས་བསམ་པ་དངོས་གནས་ཅིག་ཕྱེ་ལེབ་བས་ཀྱི་དགོད་དམ་དེས། སེམས་ཁམས་འཕྲོད་བསྟེན་དེ་ལས་ཁ་ཡོད་ལག་ཡོད་ཕན་ཐོགས་དུས་དེ། ང་རང་ཚོས་ད་ལྟའི་གཞོན་སྐྱེས་མང་པོ་ཞིག་གསོ་སྐྱོང་བྱེད་དགོས་པ་དང་དེ་ཡང་མེད་པ་འདི་ཁོ་སྟོང་ཆ་བསྐང་དགོས་པ་གལ་གནད་ག་ཚོད་སུས་འདོད། སེམས་ཁམས་དུས་དེབ་ཟེར་ན་ད་སྤྱི་བཏང་པའི་ཁོ་རང་གི་སྡེ་ཚན་ཁོ་རང་སྨན་རྩིས་ཁང་དང་དེ་ཁ་འབྲེལ་བ་ཡོད་ཆོག་ཨ་ནི་ཁོ་རང་ཚོ་ད་ཀྱི་ཚན་རིག་ཆ་འཆམ Neuro Scientist དེ་བ་དེ་ཚོ་ཁོ་རང་ཚོ Psychologist དེ་ཚོ་དང་འབྲེལ་བ་ཡོད་ར་ད་ང་ཚོ་དེ་འདྲའི་མཁས་པ་སྐྱེས་མ་རུ་བ།

དེ་དུས་ད་དེང་དུས་ཤེས་ཡོན་དེབ་མང་པོ་ཀློག་དེ་རུ་དེ་གི་ཁོ་ཅི་ད་མི་མང་པོ་ཅིག་རྒྱལ་མོ་ཆོས་ལ་དགའ་པོ་རུ་རྒྱལ་མོ་ཤོ་ཀ་ཡོང་འཛོམས་བྱེད་དུས་ཨ་རང་བཞིན་གི་དེ་ཅིག་ཁོར་ཡུག་དེ་གི་ཡང་ཅིག་ནུས་པ་ཅིག་ཡོད་རོགས་ཁོ་ཁོར་ཡུག་དེ་ཡིན་དུས་རྩམ་པ་འདི་གསོ་སྐྱོང་གནང་ཡ་འདི་ད།
གལ་ཆེན་པོ་རུ་བ་ད་ཡིན་ནི་དེ་དམིགས་བསལ་གི་དེ་གང་ལ། དཔེར་ན་ང་ཚོ་ནང་གཅིག་འདྲེ་ག་དམ་ཉེ་རེའུ་ཆེན་ཁ་ཤས་བྱས་ཁོ་རང་དུས་ཀྱི་གཏམ་བཤད་དེ་ཡང། ཨ་བླ་ག་བླ་ག་བླ་ག་བླ་ནི་ཁོ་ལབ་བསྡད་དུས་དེ་གོ་ངེས་ཅིག་གི་མ་འདུག་ཚང་མའི་སྐྱེས་ལ་གོ་ཐུག་མི་འདུག་ཨ་ཁོ་རང་ཁོ་རང་གི་ས་ད་སྤུ་གུ་ཡིན་ན་སྤུ་གུ་སྐྱེས་ཨ་ནི་ན་གཞོན་ཡིན་ན་གཞིས་ཁོ་ལ་སྐྱེས་དགོས་ཡ་ཁ་ཐུག་ཁ་ཐུག་དེ་མིན་ཅི་ནས་གོ་ནས་བྱས་ཅི་ང་ཚོའི་གཞུང་གི་དེ་ན་གཞིས་ཁོ་ནས།

ལྷག་བསམ་རྣམ་དག་གིས་ཕན་ཡག་གི་བསམ་བློ་ཀུན་ནས་ཨ་ནེ་ཕ་གི་ལ་འགྱོད་བཞིན་དུ་འདུག་གྲ་སྒྲིག་བྱེད་རོགས། ད་དེ་འདོད་དཔའ་ཚེ་ལགས་ད་ད་ནི་དཔའ་ཚེ་ལགས་ཁྱེད་རང་འགྲོ་ཡིན་མིན་ན་ཅིག་དཀའ་མོད་གར་སོང་བའི་ནས་ལས་དགོད་བྲོ་དེ་ཡིན་གྱི་མི་ཅིག་ཅང་དགོས་པ་མེད་པ་ཐོག་ནས་རང་བཞིན་ལྷན་སྐྱེས་ཁོ་རང་ཡོད་སྐྱོ་བྲོ་བཞེས་འདོད་བསམ་པ་ད་ཁྱེད་རང་གི་དེ་ཡིན་པའི་ན་ཅིག་སྡིངས་ཆ་ཆེན་པོ་གང་སླེབས་པའི་ནས་ཁོ་དངོས་གནས་ཆེ་ལེ་བ་ནང་བཞིན་གྱི་རྣམ་པ་ཞིག་མཐོང་ཡོད་འདོད་བསམ་པ་ལ་ད་ད་ད་གཞོན་སྐྱེས་ད་ང་རང་ཚོ་སྤྱི་ཚོགས་ནང་ལོགས་ལ་ད་ད། སེམས་ཁམས་ཀྱི་འཕྲོད་བསྟེན་ཡ་དེ་གི་དགོད་བྲོ་དགོད་གཏམ་དེ་གི་ཕན་གི་ཡོད་པ་དེ་ལ་བསྟུན་ཆེ་ད་ད་ད་གཞོན་སྐྱེས་དུ་ཚོ་གང་ལ་ཡ་ཅིག་གསོ་སྐྱོང་བྱེད་དགོས་པ་ད་ད་པ་སེམས་ལ་ཁྱང་གི་གལ་ཆེན་པོ་ཡིན་པས་གང་ལ་ཡ་ད་ད་ད་སྐད་ཆ་མང་པོ་ཅིག་འདྲེས་བྱེད་དུ་སོང་ན་སོང་ཨོ་ན་དེ་དངོས་གནས་ཅིག་གལ་ཆེན་པོ་ཞུ་ཞུ་ཐོང་སོང་ད་དེ་ནས་ངས་པ་སེམས་ལ་དེ་ཞིག་ག་རེ་ཞུ་ན་བསམ་སོང་ད་ད་པ་སེམས་ལ་ཁྱང་རོགས་ཅིག་མཚོན་པ་ཡིན་ན་ད་མི་མང་པོ་ཅིག་ཧ་གོ་ཉིན་བྲོ་ཡ་བྲོ་བ་ཅིག།

སྒེར་གྱི་དོན་དག་ཅིག་གི་དབང་གིས་ཡང་སོ་སོ་སེམས་པ་སྐྱིད་སེམས་མ་སྐྱིད་ཡ་ཆ་ཡ་གནས་སྟངས་དེ་འདྲས་བྱུང་བ་རེད། དེ་ཡིན་དུས། ད་སུ་སུ་ཡིན་པའི་གནས་ལས། ལས་ཀའི་གང་སླད་ཐོས་བསམ་པ་རང་བཞིན་གྱིས་ང་རེ་མ་ནེམ་ཐུ་བས་ཀྱིས་ད་དེ་ང་རང་རང་བཞིན་ལྷན་སྐྱིད་སུ་སུ་གྱིས་བསམ་བློ་བཏང་ད་ཡིན་དུས་ད་དེ་ནང་བཞིན་གྱིས་ད་ཆེད་ལས་དེ་དང་འབྲེལ་བ་ད་ངེད་ཀྱིས་ད་ལྟ། ཆེད་ལས་དེ་འདྲས་འགྲོ་བ་ཅིག་ལས་ཀ་དེ་འདྲས་ཅིག་དང་འབྲེལ་བའི་ཐོག་ནས་གཉིས་མ་སུ་སུ་ས་དགོས་པའི་ལས་ཀ་བྱས་བས་ཀྱིས་ད། བྱིན་རླབས་ཟེར་བ་རེད་དེ་ཀྱིས་ཕན་ཐོག་གི་ཟིན་ནས་ད་ད་ལྟ་སུ་སུ་སེམས་པ་མ་ནེམ་ཐུ་བྱས་དུས་བྱེད་ཐུ་ཡ་ཡོད་རེད། ད་ངས་དེ་སྐད་ཆ་འཕྲོད་ཅིག་འགྲོ་གིས་ད་ངས་དཔའ་ཚིམ་ལ་ཁྱེད་རང་ག་འདྲི་ཞུ་ཡ་དེ། ཨ་ཚེ་ལགས་ཁྱེད་རང་འགྲོ་ཡིན་མིན་ད་ད་ལྟ་བུ་ཏོ་རི་ཡ་གཅིག་དགོད་བྲོའི་གཏམ་གླེང་དེ་འདྲས་མང་བོ་ཅིག་ས་ཆ་ག་ས་ག་རེ་གནང་ག་ཕེ་རེད་ཡིན་ནའི། ད་ཁྱེད་རང་ལ་མཚོན་ན་དེ་གྱིས་ཟེར་དེ་ག་རེ་རེད་ཤ་ཟེར་ཅིག་ཨ་ནི་མ་གཞི་མ་ཟད་ཨ་ནི་ད་ད་ལྟ་བུ་ཅིག་ཁྱེད་རང་ཡ་དེ་འདྲས་དགོད་བྲོའི་གཏམ་གླེང་གནང་བའི་སྐབས་སུ་ལ་སེམས་དཀའ་ངལ་འཕྲད་བདེ་བའི་སྐབས་སུ་ལ་ཡ་སོ་སོ་གི་སེམས་པ་དུ་མ་འཇོམས་པ་བྱས་ནས་ག་འདྲས་གནས་ཐུག་འདུག་ཟེར་ཅིག་ཨ་ནི་ཁྱེད་རང་གི་སེམས་པ་སྐྱིད་བོ་ག་འདྲས་བདེ་ཡོད་ས་དཀའ་ངལ་འཕྲད་དུས་ག་འདྲས་དང་ལེན་གནང་གི་ཡོད་བས་ད་དེའི་དྲི་བ་རང་བུ་རེད་ཤ་ཟེར།

རྐྱེན་མ་ཐེག་གོ་ནས་བསམ་བློ་བཏང་ན་རྗེས་མ་རྐྱེན་ཐེག་རེད་དེ་ག་ལ་ཡིན་བསམ་བློ་དེ་འདྲའི་བཏང་ཚེ་གྲ་སྒྲིག་བྱས་ན་ད་དེ་ཚོ་སྤྱོད་འཇུག་དང་སློབ་སྦྱོང་དང་དེ་འདྲའི་མང་པོ་བློ་ཨ་ནི། གཅིག་དཔེ་ཆ་དེ་ཚོ་བློ་སྟོང་ཉིད་དེ་ཚོ་ཤེས་རབ་སྙིང་པོ་དང་རྒྱལ་སྟོང་པ་དེ་ཚོ་ཡང་ནས་ཡང་བློ་ན་བདེན་རྫུན་གྱི་དཀའ་ཨེ་ཐོག་བདེན་རྫུན་ཤི་བོ་ཤི་བོ་ཤི་དཀའ་ཨེ་ཐོག་ད་ཁོ་ཚོ་གསུམ་རྒྱལ་སྟོང་དེ་ཚོ་མང་མང་མང་བློ་བསྡུས།

བྱེད་པོ་བཙལ་ཐུབ་བོ། རྣམ་དཔྱོད་ལྡན་པའི་མིས་གིས་ཨ་ནི་ཀླད་པ་བསྐོར་རྒྱུ་རེད་དོ། ད་དཔའ་ཚན་ལགས་འདི་ཞིག་ག་འདྲ་ཞུས་ན་བསམ་སོང་ད་ལྟ་དཔའ་ཚན་ལགས་ཁྱེད་རང་འགྲོ་ཡིན་པས་ན་ཅིག་ནང་ནང་བཞིན་རྒྱུན་ལྡན་ནས་ནང་ཆོས་གང་ལ་དཔེ་ལྟ་དོ་སྣང་ཡོད་མཁན་ཞིག་རེད་འདྲ་ཡིན་དུས་བསམ་པ་ད་ཅིག་ད་ལྟ་དཀའ་ངལ་འཕྲད་དུས་དཔའ་ཚན་ལགས་ཁྱེད་རང་གིས་གསུང་གི་ན་ཞིག་ནང་ཆོས་དེ་གས་དཔེ་ཕན་གི་འདུག་ཟེར་ད་ཅི་ད་མི་དཀྱུས་མ་ད་ཁ་ཤས་རིང་ན་ནང་ཆོས་ད་ནང་པོ་ད་སློབ་གཉེར་མ་བྱས་གྱོ་ཟེར་ནས་ཡང་བྱས་བས་ནས་ཁོ་ཤི་དེ་གི་ཚིག་གི་ཉམས་ལེན་མེད་གྱོ་དེ་གི་ཚིག་གི་གོ་རྟོགས་ཡག་པོ་མེད་གྱོ་དེ་འདྲའི་རིགས་ལ་མཚོན་པས་ཡིན་པས་ན་ཆུ་རྐ་བཏོག་ལ་སོ་སོ་དཀའ་ངལ་ཞིག་འཕྲད་དུས་བསམ་པ་ལ་ཡ། ཀྱི་དཀའ་ངལ་འཕྲད་ཡོང་དུས་བསམ་པ་ལ་དང་ལེན་བྱེད་མ་ཐུབ་ཡང་སྟབས་བསྟན་ན། ད་ལྟའི་ཆར་ཡིན་ན་ད་བོད་ནང་ལ་ཡང་བག་སྐབས་ཀྱི་ཐད་གཏོང་ཤུགས་ཆེན་པོ་ཞུ་དར་སོང་བ། དེའི་གོང་གི་བརྙན་ཐུང་ནང་པ་ཚེ་ལ་ཁྱང་གསུངས་པ། ཆོག་གཅིག། མི་དུ་ཚོས་བོད་ནང་བརྙན་ཐུང་དེ་འདྲ་བཀུག་ཡོང་དུས་མཐའ་མ་མཐའ་མ་དེ་དའོ་ཡིན་དའོ་ཡིན་ཟེར་ག་ཡིན་ནམ་བསམ་ས་ནས་ངས་པ་ཚེ་ལ་ཡང་དེ་ཁོ་བརྙན་བརྙན་ཆས་དེ་གི་མིང་རེད་ཞུས་ཡིན་པ། དེ་ནང་བཞིན་ད་ལྟ།

དེ་འདྲ་ཡི་རེད་ད་དེ་ནས་ང་རང་ཚོ་གི་བོད་པ་བཙན་བྱོལ་སྤྱི་ཚོགས་ནང་བཙོན་བི་འི་ན་ད་ཁོ་ཐེ་ཚོང་དེ་ཤུགས་ཆེན་པོ་དར་མེད་དུས་འདི་ག་ཟིག་དངོས་སེ་དོད་པོ་ཡོད་མ་རེད་ལེ་ཏན་ཏན་རང་ས་ཆ་ཁུ་ཁྱོ་འདེར་ད་ད་ད་ངའི་གཉེན་ཐུ་དེ་ཟིག་ངའི་ཡིན་བི་ནས་རེད་ད་ད་ད་དེ་འདྲ་ཅན་ཏན་ཉན་ག་ས་ཏན་ཏན་རང་དེ་འདྲའི་དཀའ་ངལ་འཕྲད་ཉེན་དེ་འདྲ་ཡོད་རེད་བསམ་པོ་དོ་དེ་ནུས་བསམ་པ་ད་དེ་འདྲའི་རིགས་ཅིག་སེམས་པོ་དོ་བི་ན་ཚེ་ཡོད་མཁན་ཡིན་བི་ནས་རེད་ཡང་ན་མི་ན་ད་ལྟའི་ཆ་ལེ་ཡ་གང་ས་ས་ཆ་གང་འདྲའི་ཅིག་ལེ་ཡ་ཁོ་རང་ཚོ་སེམས་དཀའ་ངལ་ཡོད་མཁན་གཞོན་སྐྱེས་དེ་འདྲའི་རིགས་ལེ་ཡ།

རྒྱས་ཆེ་ཤོས་དེ་ཀླད་པ་གཡོ་བའི་དེ་རེད། རྒྱུ་མཚན་རིག་པ་བཏང་ཡ་དེ་རེད། ད་ལྟ་ང་རང་ཚོའི་ནང་པ་ཡིན་ཟེར་མཁན་ཧི་མ་ལ་ཡའི་ཡོངས་རྫོགས་ཆེ་མདོག
བོད་མིའི་གནས་རེ་དག་པད་ཧི་མ་ལ་ཡའི་ནང་ལ་ཡོད་པ་ཚང་མ་དེ་ནང་པ་ཡིན་ཟེར་རོགས་རེད་ནས་དེ་སྐྱེ་བ་མང་པོ་ནས་ང་ཚོ་གི་སོ་སར་དེབ་རྐྱང་བྱེད་པའི་བསོད་ནམས་དེ་དང་དེ་རང་བཞིན་གྱི་དད་པ་ཡིན་ཤེས་མོས་པ་དད་པ་གུས་པ་འདུན་པ་ཆོས་ལ་དེ་རང་བཞིན་གྱི་རྨོངས་དད་རེད། འདིས་རྨོངས་དད་འདིས་བསོད་ནམས་མང་པོ་བསགས་པའི་འབྲས་བུ་རེད་བ། ད་ཁྱེད་རང་ཚོས་དྲི་བ་བཏང་བ་རེད་དཔེར་ན་དེང་སང་ལོ་ཆུང་བ་འདི་ན་ཚ་ན་དཀའ་ངལ་ཡོད་ན། ད་ལས་རྒྱུ་འདི་ལ་ཡིད་ཆེས་ཡོད་མེད། ད་དེ་ཡིད་ཆེས་ཡོད་ན་རེད་བ། དེ་བ་སྙེ་མ། དགེ་བ་མང་པོ་བསགས་སྡིག་བ་མང་པོ་བསགས་རེད་བ། ད་ཀྱི་རྐྱེན་གྱིས་འཛོམས་དུས་ཙམ་པ་མིན་པ་རེད་བ། ད་ཁྱེད་རང་སུ་ལ་ཡིད་ཆེས་ཡོད་རྗེ་བཙུན་སྒྲོལ་མ་ལ་དད་པ་ཆེ་ཡོད་སྤྱན་རས་གཟིགས་ལ་དད་པ་ཡོད་བྱམས་པའི་ཡང་སྲིད་སོ་སོ་ཡོད་ར་གུ་རིན་པོ་ཆེ་ཡོད་ར་རྗེ་རིན་པོ་ཆེ་སོ་སོ་ཚུལ་འདི་ལ་དད་པ་ཡོད་ན། ལྟ། ཁྱེད་རང་སེམས་པ་བཟང་པོ་ཆེ། མི་ལ་ཕན་སེམས་བྱེད་དུས་ཙམ་པ། ལྟ། སྐྱེ་བོ་སྙེ་མའི་རྐྱེན་སྡིག་པ་མང་པོ་དེ་ཁོང་གི་བྱིན་རླབས་བཀའ་དྲིན་གྱི་སྨིན་པ་རེད། ན་ཚ་འདི་གང་ལ། ཡང་ན་རྐྱེན་ཆག་པོ་འདི་གང་ལ། འདི་གི་ལྟ། ཁྱེད་རང་སྨིན་དུས་ཙམ་པ་ལམ་སང་མེ་འདྲའི་ཕྱིང་གོས་ན་ཚ་ཆིལ་བུ་ཞིག་བཙུགས་ཤིང་མེ་ཏོག་གྲམ་རིགས་རང་ལས་ཤིག་བཙེན། ཁོ་སོ་སོའི་བླ་མ་དད་པ་ཡོད་པ་དེ་མདུན་ལ་བསྒོམ་ནས་ད་ཁྱེད་རང་ཐུགས་རྗེ་བཀའ་དྲིན་གྱི་ང་ལ་གནང་སོང། བཀའ་དྲིན་ཆེ། ལྟ་ང་དེ་འདྲའི་སོ་སྡེ་ཆེན་པོ། མི་ལུས་རིན་ཆེན་གང་ལ་སྐྱེ་བོ་སྙེ་མའི་སྡིག་པ་དེ་སྨིན།

བཀའ་སྩལ་ན་ཁྱེད་རང་གི་མེས་ཚིག་གིས་སོ་སོ་གི་ཉམས་མྱོང་རྒྱུ་ནི་ཡིན་པའི་ནས་རེད་ཅིག་ནང་ཆོས་ཀྱི། འདི་གས་ད་དངོས་གནས་ཅིག་གསལ་ཡོད་པ་ནང་བཞིན། ད། དེ་འདྲས་མང་པོ་ཅིག་གསུངས་སོང་དེ་ཡིན་དུས་བསམ་པ། ད་གཞོན་སྐྱེས་ཚོ་ལ་ཡང། ནང་ཆོས་འདི། ད་ངས་དེང་གི་གོང་ལས་དྲི་བ་དེ་ཞུས་པ་ཡིན། ད་ད་ལྟ་འདི་ཞིག་ཀྱང་ཞུས་ན་བསམས་སོ། ནང་ཆོས་སློབ་གཉེར་བྱེད་དགོས་ཀྱི་ཡོད་ན། ད་ད་འདྲའི་ཆ་ལ་ཡིན་པ་ནི་སྤྱིར་བཏང་གཞོན་སྐྱེས་ད་ཕྱི་རྒྱལ་ཁག་ལ་ཡོད་པའི། མང་པོ་ཅིག་གིས་དོ་སྣང་བྱེད་ཅིང་ནང་ཆོས་གང་ལ་ཤུགས་ཞིའུ་ཞིག་སྐྱོན་གྱི་འདུག་ད་ཡིན་པའི་ནས་ལས།

བཅོམ་ལྡན་འདས་སེམས་འཁྲུགས་ནས། ང་ཡི་ཤི་ཁུག་ཏུ་ང་ཡི་ནག་ཁུག་ཏུ། ང་ཤི་འདོད་མེད་ང་ན་འདོད་མེད། འདུལ་བ། ཨ་ནི། སྐྱེ། རྒ། ཨ། འདུལ་བ། ཨ་ནི། རྒྱལ་ལ་ག་རེ། འདི་སྐད་དེ་ཨ་ནི་ང་རྒྱལ་མགོ་ཆག་ཏུ། ད་དེ་ལ་ཐབས་ཤེས་ཅིག།

ཨ་མཆོག་ཁ་ཕར་སློག་ཚུར་སློག། དེ་ཡིན་ཡིན་ལུགས་མིན་ལུགས་ཀྱི་སྐད་ཆ་བཤད་གསལ་བཤད་བྱེད་དེ་ཁོང་ཚོ་ལ་རྣམ་གྲངས་འདི་དང་མི་ཚེ་གང་ཚང་ཇོ་བོ་མར་མང་དང་སྡེ་ཚན་མང་དང། བའི་ལོ་གཅིག་གམ་བའི་ལོ་གཅིག་ནང་ལས་ཨ་ནི་པའི་པའི་ཞུ་བཅོས་རོགས། ཡིན་ནའི་འདི་གས་དེ་མང་མང་ལས་དུས་ཚད་མཐོ་ཤོས་དེ་ཁོང་ཚོའི་ཚད་མཐའ་མ་ལས་ཟེར་ད་དེང་སང་ནང་ཆོས་དང་བགྲོ་གླེང་བྱེད་དུ་ཨོ། འདི་གས་ཚད་མཐོ་ཤོས་དེ་ཚོའི་ལོ་དུས་ཁོ་རང་ལྐུགས་པ་ཡིན་པ་ཤེས་ནའི་ཀོ་ཚོད།
ད་དེས་འདི་དོན

ཕ་མ་ལ་ཞབས་ཀྱིས་ཞུས་ནས་ཨ་ནེ་གཙུག་ལག་ཁང་བརྟག་ཆས་སུ་ལ་ང་སྐྱིད་པོ་མ་ཡོང་བ་ཞིག་དུག་ཡོང་ཤོག་ཟེར་སྨོན་ལམ་འགྲོ་གི་མ་རེད་ངས་བརྟག་བྱུང། སྐྱིད་པོ་འགྲོ་བའི་ཆ་རྐྱེན་དེ་ཕ་མ་ལ་ཞབས་ཀྱིས་ཞུས་ཏེ་སངས་རྒྱས་རང་ཉིད་ཀྱིས་གསུངས་རོགས། བཅོམ་ལྡན་འདས་ཀྱིས་གསུངས་བྱ་རྒྱུ་འདི་ལ་བསླུ་བ་ཡོད་མ་རེད། ཁོང་མོ་གོག་ཡོད་མ་རེད་ཁོ་རང་པས་ཡོད་པ་ཚང་མ་གཡུགས་ནས

དྲི་བ་དེ་འདི་ཡིན། ད་ད་ནངས་ང་ཚོ་གི་ཁ་རྒྱུན་རོ་ཆགས་ཏེ་ཡོད་རེད་བ་སྐབས་གཅིག་ནས་ང་རང་ཚོ་གི་བོད་ནང་ལོག་ལ་ཡ་གཅིག་སྐད་ཡིག་གང་ལ་ཡིན་པིན་ནས་ལས་ད་གཅིག་མང་པོ་རང་དབང་ཤུགས་ཆེན་པོ་མེད་པའི་སྐབས་སུ་ལ་ད་བོད་སྐད་བཤད་དགོ་རེད། ཨ་ནི་བོད་ལ་གྱོན་དགོ་རེད་ང་རང་ཚོ་བོད་བོད་ཆས་གྱོན་དགོ་རེད་ད་ག་ནང་བཞིན་བོད་སྐད་ཡིག་དེ་སློབ་སྦྱོང་བྱེད་དགོ་རེད། དེ་ལ་དུས་སམ་པ་ལ་ད་པ་ཚིན་ལ་ཁྱེད་རང་འགྲོ་གི་ཡིན་པིན་ན་ནམ་ཞར་རྒྱུན་ལྡན་ནས་ད་ང་ཚོ་གས་འབྲེལ་ཡོད་ཙང་ང་ཡ་བདེ་སྒྲོན་ལགས་བོད་སྐད་ཡིག་འདི་གལ་ཆེན་པོ་རེད་ད་བོད་ཡིག་སྦྱང་དགོས་གལ་ཆེན་པོ་རེད་ཁྱེད་རང་ད་ལྟ་སྦྱང་དོན་དུ་ཤུགས་བསྐྱོན་དགོས་རེད་ད་ག་དུས་ནས་ང་ཡ་དུ་བཀའ་སློབ་བཟང་པོ་ཕེལ་བསྡད་དགོས་རེད་དཔའ་ཚན་ལགས་ཚོད་བས་མང་པོ་བྱེད་ཀྱི་བསྟན་དུས་ད་དཔའ་ཚན་ལགས་ཁྱེད་རང་རུ་ཡིན་པས་ན་བོད་ཀྱི་སྐད་ཡིག་འདི་གང་ལ་ཡ་གལ་ཆེན་པོ་ད་རྩ་ཆེན་པོ་ད་བཀའ་མོལ་མང་པོ་གསུངས་དཔའ་ཚན་ལགས་ཁྱེད་རང་སྙིང་མ་ཅར་འདྲི་ཅིག་ནང་ལ་སྤྱི་གཏམ་མང་པོ་གསུངས་ཡིན་ནམ་དཔའ་ཚན་ལགས་ཁྱེད་རང་གིས་དཔེ་དེབ་དེ་དངོས་གནས་ཁོ་ར

འོ་ཡ་ཁྱེད་དང་ང་གཉིས་གཅིག་པ་ད་ག་རེ་ལམ་ནས་ད་དེས་ན་འགྲོ་བ། ཁྱེད་དང་ང་ཚོ་ཚང་མ་ཡི་གེ་ཟིན་དེ་འགྲོ་བ། དེ་ན་ཁམས་ནང་འགྲོ་བས་ན་ཁམས་ཁོ་རང་གི་སྐད་ཕར་ཕར་གོམ་པ། དེ་ཉི་མ་གཅིག་ས་སྐྱ་སྐད་མ་འདྲ་མ་འདྲ་འགྲོ་བ་ཨམ་ཏོག་ལ་དེ་ཡུད་ཙམ་སྐད་སྐད་ཞུ་བ་རེད།
ཁྱེད་དང་ངའི་ཨ་ཏག་ཚོ་རྒྱ་མིའི་སྐད་དོན་རྒྱ་དགའ་སྐད་དོན་ཕ་ཡུལ་སྐད་དོན་དེ་གི་སྐད་ཅིག་སྐད་ནི་ཨ་ནི་སྐད་ར་མ་ལུག་རྐྱ་ནི་བཤད་དེ།

ཨེ་ཁོ། ཡག་ན་ཡག་རང་སྤུས་དག་རེད་བ། དེ་ཡིན་སྐད་དེ། ཡི་གེ་ཐ་སྙད་འགའ་དེ་ང་ཚོ་ཚང་མ་གཅིག་སྟེ་དེ་ཡི་གེ་དེ། ད་ལྟའི་ཡི་གེ་དེ་བོད་ཡིག་ཡིན་རྩ་ཆེན་པོ་ཡིན་ཚེ་དེ་ཧམ་པར་བ་ངའི་ཡི་གེ་རྩ་ཆེན་པོ་ཡིན། ཡི་གེ་རྩ་ཆེན་པོ་ཡིན་པའི་རྒྱུ་མཚན་ག་རེད། དེ།

སྟོང་སྟོང་སྟོང་ཆེན་པོའི་འཇིག་རྟེན་ཁམས་འདིའི་རྣམ་གཞག་ཚང་མ་གོ་ཚོད་རེད། ང་སྙེ་མ་དུས་འཁོར་ཕྱི་ལོགས་ཡིན་དུས་འཁོར། གཅིག་དཔེ་ཆ་མཐུག་པོ་ཤུགས་ཀྱིས་ངས་གོ་ཚོད་མི་ཐུབ་ཡིན་ནའི་ང་ཨུ་ཚུགས་ཅན། ད་བསླབ་བྱ་མང་པོ་ཀློག་ཀློག་ཞོག་རང་ཡིག་ཀློག་ཀློག། འོན་ཏེ་ཡི་གེ་དེ་ཚོ་ད་ག་ས་ག་ག་ག་ང་དེ་མི་འདུག་ད་དེ་ཀ་ཁ་ཁ་ང་མ་ཤུགས་ཤུགས་ཀྱིས་བྲོས་ཏེ་འདི་སྣང་སྲིད་འཇིག་རྟེན་ཁོར་ཡུག་ནང་ལ། ཁམས་ཀྱི་སྒྲོ་བཏགས་ནང་ལ་གཅིག་ཁོ་ར།

མིའི་རྣམ་པར་རོལ་ནས་ཐུ་མི་ཚང་པོ་ཏྲ་ར་ཀུན་ངའི་དེ། ཆོས་ཆོས་རྒྱལ་སྲོང་བཙན་སྒམ་པོ་སྤྱན་རས་གཟིགས་སྤྲུལ་པ། ཡིན་རྒྱུ་རེག་སོང་མགོན་པོ་རང་གི་རེད་བསམ་ད་དེ། དེ་ཡིན་དུས་བསམ་པ་འདི་འདི་འདྲའི་སྐད་ཅིག། རྩ་ཆེན་པོ་ཡིན་ཙང། རྩ་ཆེན་པོ་རྡོ་ག་ཚད་དུ་རྡོ་དཔེ་རྡོ་ཚང་མ་རང་ག་མི་འདུག་བ་སུས་བསྒྲུག་ད། རྡོ་རྗེ་ཕ་ལམ་འདི་རག་གི་མི་འདུག་བ། རྩ་ཆེ་དྲག་ནི་གོང་ཆེ་དྲག་ཁོ་ཁྲག་པོ་འོད་རྒྱ་ངེས་བྱེད་དུས་འདི་ན་ཤི་སྐད་གཏོམ་དྲག་ཡི་གེ་གཏོམ་ནག་མང་པོ་བསྟན་ལ། མི་རིགས་ཁོ་རང་འཛམ་བུ་གླིང་ན་རྩ་བ་ཆེན་པོ་ཡིན་དུས་ཙམ་འཛམ་བུ་གླིང་མི་རིགས་བས་ས་ཡ་བརྒྱ་ཉིས་བརྒྱ་རྐྱང་བརྒྱ་ཟེར་བའི་ང་ཚོ་ས་ཡ་དྲུག་ལ་འོ་ད་ཀོང་པོ་འདུ་བ་ཐོན། ཙོག་པ་ཆིག་བཏང་བས་ནས་ཙོག་པ་ཚོགས་པ་རེད་ལབ་རེད་ཙོག་པ་ཆིག་གམ་བུ་ག་ཚོད་འདུག་ཁོ་ཚོགས་ནས་དེ་ག་ལས་མང་ང་འདུག་བ་ད་དེ་ཡིན་དུས་ཉུང་ང་དེ་ག་རེ་ཡིན་ནས་ཁོ་རྩ་ཆེན་པོ་ཡིན་པ་དེ་འཇིག་རྟེན་ཆོས་ཉིད་ཡིན་དུས་ཙམ་གསེར་གོང་དེའི་ཕ་གོར་བ་ཁོ་ཅག་ག་ཚོད་གོ་གོ་ཡིན་དུས་ཕ་གི་མོ་ད་ཁོང་ཁྱེད་ཚང་ང་ཚོའི་མི་རིགས་ཀྱི་ཐོག་ནས་ཉུང་ཉུང་ཡིན་དགོས་ཁར་འདི་བསོད་ནམས་ཞུ་ས་བའི་མི་རིགས་ཅིག་རེད། གང་ཡིན་ཟེར་ན་འདི་ཐད་ཀར་ཕ་འདྲེ་རྒྱན་བྱང་ཆུབ་སེམས་དཔའ་དང་མ་གྲགས་སམ་སྤྱན་རས་གཟིགས་དང་རྗེ་བཙུན་སྒྲོལ་མ་གཉིས་ཀྱི་དུས་དུས་ཀྱི་རྣམ་འཕྲུལ་གྱི་དང། མེད་རྒྱུན་ཤེས་པའི་རིགས་རྒྱུད་ཅིག་རེད་དོ། འདི་རིགས་རྒྱུད་འདི་སྐྱེ་བ་གླེང་ལ། ང་ཚོས་ཀྱང་ད་ལྟའི་སྐོར་ར་རྒྱབ་ཆགས་ཚད་ཅིག་མང་པོ་བྱེད་ཀྱི་འདུག་འདི་ང་ཚོས་ཀྱི་ད་དཔེ་ཁྱོན་ནས། བོད་སིལ་བ་ཆ་དུས་ནས་ང་ཚོས་འདི་རང་བྱེད་དེ་བསོད་ནམས་ས་ཚོགས་ས་ཐིབ་ཅང་ཆེ་ནས་འདི་བསོད་ནམས་ས་དུས་མིག་གདངས་པ་དང

སངས་རྒྱས་ཀྱི་བཀའ་ཡོད་ནས་མེད་ནས་ཤེས་པ་གྱིས་ཀློག་པ་གྱིས་མ་འོངས་པ་ལ་ང་ཡི་གེ་སུ་གནས་གིས་བཅོམ་ལྡན་འདས་རང་ཉིད་ཀྱིས་མ་འོངས་པ་ལ་ང་ཡི་གེ་གནས་གིས། དེ་ཡིན་དུས་བཅོམ་ལྡན་འདས་སྐུ་ལོན་པ། དེ་འདི་ཡིན་དུས་ད་ང་རང་ཚོ་ང་སྙེ་མ་ན་ད་ག་ལོ་གོ་ལ་ག་འདི་ར་བ། ད་ག་ལོ་བདུན་ཚོ་ཉལ་ནས་གཅིག་ཀློག་གཉིས་ཀློག་ཀློག་ཀློག་ཀློག་ཀློག།

ཤིང་གི་མས་ནས་འདི་ཁ་ཕྱེས་སོང་ན། ད་ཚ་ལ། དུས་གསུམ་སངས་རྒྱས་གཉིས་པོ། ད་རྒྱས་སྟོང་པར་དུ་བློ་ཡིན་ན། འོ་ད་ཡར་ལྷ་ལ་ཐིན་ཅོད་བཏང་བར་གླུ་ལ་ཐུན་དྲི་མ་བྱུག་ཚོ་ཁ་ད་བཏང་བར་ད། དུ་བློ་ད་རྒྱས་སྟོང་དཔེ་ཆ་དུ་བློ་ན། གཡས་གཡོན་གྱི་དཔེ་ཡིད་ལ་ཞིབ་ད་སོ་སོ་ས་གནས་སྐྱོང་ངས་གསུང་མ་ཏོག་ཡོང་རེད། ཧ་ཧ་ཆོས་ལྡན་ངོ་མ་མ་གི་འདུག་སེ་ཏེ།

ངེས་པར་དུ་དང་པོ་སྟེ་ལོ་བ་ཡི། ཨ་ནི་ཧ་ལས་བ་དེ་འདྲས་མེད་པར་བྱས། བཀྲ་ཤིས་དེ་ལས་མེད་པར་བྱས་དང་པོ། མ་ནི་ཀྲང་ཡ་མ་ནི་ཨོ་མ་ནི་པའི་མ་ཧུང་ག་བ་ཡོད། ཡ་མ་ནི་ཨོམ་ཨ་ཧུང་ཧོ་ཧང་གྱ། ཆ་ཚང་ལའོ་མར་ཨོམ་ཨ་ཧུང་ཧོ་ཧང་གྱ་ཡིག་གི་ཐུགས་ཀྱི། ད་འདི་གཅིག་ལབ་ཚར་སོང་ན། འདི་གཅིག་གི་ལབ་གཉིས་ལའང་ཐུན་མོང་གི་བསོད་ནམས་ཡོད་ན་རུ་བ། ཨོ་ད་རང་བཞིན་གྱི། འདི་བསོད་ནམས་བས་ཀྱི་རུ་བ་བསོད་ནམས་ཡོད་ན། ཨོ་བྱ་བ་ངང་གིས་འགྲུབ་ཀྱི་རུ་བ། བསོད་ནམས་མེད་ན།

ངོ་སྤྲོད་ཁོ་རའི་ནང་ནས་ཡ་གཅིག་ཐུགས་རྗེ་ཆེ་ཞུས་པ་ཡིན་དངོས་གནས་ཨ་ད་པ་ཚིན་ལགས་ཁྱང་གེ་ཡིན་པའི་ན་སྙེ་མ་ངས་དང་པོ་བཅར་འདྲི་དེ་ཞུ་དུས་བསམ་པ་པ་ཚིན་ལགས་ཁྱང་གེ་ད་ང་ཨ་འདྲེ་དོན་ཡང་ག་བུ་མེད་ད་ང་བར་སྐབས་གཅིག་ནས་ངས་ཨེ་འདྲེར་དག་སྐད་ཆ་ཞེ་ལ་བཤད་འདུན་མི་འདུག་ཨ་ནི་ང་རང་ཏེ་སུ་ཏེ་ལྷོད་ལྷོད་བསྡད་ཀྱི་ཡིན་གསུངས་པ་རེད་ཡིན་ནའི་ངས་པ་ཚིན་ལགས་ཁྱང་ང་དུས་ཚོད་ཏེ་གནང་དང་ཞུ་ངེས་ཀྱི་ང་རང་གི་བཅར་འདྲི་བྱེད་དགོས་ཀྱི་དགོས་མེད་དེ་གས་ཞུས་ཚར་བའི་རྗེས་ལ་ཡ་ཨ་ནི་པ་ཚིན་ལགས་ད་སེམས་པས་མ་བཟོད་བྱས་རྗེས་ད་ཡ་རང་གས་དུས་ལབ་ཙང་ང་སེམས་པས་བཟོད་མ་སོང་ཨ་ངས།

གཞོན་སྐྱེས་ང་འདྲ་བ་ཅིག་ལ་ཡང་སོ་སོ་གིས་དངོས་གནས་ཅིག་ཁ་ཡོད་ལག་ཡོད་ཀྱི་ལས་ཀ་བཟང་པོ་ཅིག་བྱེད་ཁག་འགྲོ་དུས་བསམ་པ། ད་པ་ཟིན་ལ་ཁྱེད་རང་འདྲ་བ་ཡིན་པའི་ན་ཅིག་དོན་ཡང་དགའ་བོ་མེད་པས་ཡིན་པའི་ངེས་ལས་ད་ཁ་ཤས་དགའ་བོ་མེད་ལ་དངོས་གནས་དུས་འགོ་བ་མར་དེ་རེད་པ་ཟིན་ལ་ཁྱེད་རང་གིས་དངོས་ཁ་ཡོད་ལག་ཡོད་ཀྱི་ངེད་ཀྱི་ལས་ལས་ཀ་ཅིག་ད་བཟང་པོ་ཅིག་བྱེད་ཀྱི་ཡོད་པ་དེ་གཟིགས་རྗེས་ད་པ་ཟིན་ལ་ཁྱེད་རང་གིས་དེ་རེད་ཡ། ག་དུས་ཡིན་ནའི་ལས་ད་ཁ་ཟིན་རེད་ད་ད་རིགས་རེད་དེ་ཕེད། ཨ་ནི་ད་རིགས་ཡིན་ན་ད་གནམ་དེ་འདྲའི་གྲང་མོ་ཅིག་ན་འདུག་དེ་ལས་ད་དེ་ཕེད་རྗེས།

སྤྱི་བཏང་བྱས་པས་ན་སྐྱོན་རྐྱང་རྐྱང་བཤད་དེ་ཡང་དེ་ཡང་མི་ཁ་ཤེན་ཁོ་འགྱུར་བ་བཏང་མེད་སྐྱོ་དེ་ལ་ང་ཚོས་ཅིག་བཟོ་བཅོས་བཏང་པའི་ནས་ལས་བཞག་བཞག་ན་གར་དེ་ལས་ཀོ་བ་སྐམ་པོ་ལག་པས་རྙེད་པ་དགའ་རེད་བ། དེ་ཡིན་དུས་བསམ་པ། ད་ག་རེ་ཞུས་པའི་ནས་གཙོ་བོ་དེ་དེ་རང་ཡིན། ཨ་ནི། ད་གྱ་རྣམ་པ་གྱ་དེ་གོང་ལ་ཡང་ཡང་ཁ་ཤས་ཀྱི། ངེད་ཀྱི།